ལྷན་རྒྱས་ཁམས་བཟང་བཀྲ་ཤིས་བདེ་ལེགས་ལྷ་སའི་ལོ་རྒྱུས་མདོར་བསྡུས་ནང་གི་དེ་རིང་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡ་དེ། དུང་མཚོ་ཟོར་ཟེར་བ་དེ་ཡིན། དུང་མཚོའི་ཟོར་ཟེར་བ་དེ་གི་གནས་ཡུལ་དེ་བར་སྐོར་གྱི་ལྷོ་ནུབ་ཀྱི་མཚམས་སུ་ཡོད་པ་རེད། དེ་ནས་གོ་དོང་དུ་ཁྱི་ལ་གོ་ལེ་རེ་ཟེར་ན་དུང་མཚོ་ཟེར་དུས་དེ་ན་ལ་མཚོ་སྐྱེ་རེད། ཟོར་ཞེས་པ་དེ་ནི་མཚོ་མོ་དེ་གི་ཟོར་དུ་གནས་པ་གི་ས་ཆ་དེ་ལ་ཟོར་མཚོ་དེ་གི་ཟོར་དུ་གནས་པའི་དོན་ཡིན། དེ་ནི་འབྱུང་ཁུངས་ལྷ་སྡེ་གཙུག་ལག་ཁང་མ་བཞེངས་པའི་གོང་དུ། དེ་ནི་ས་ཆ་དེའི་མཚོ་ཞིག་ཡིན་པ་དང་གཙུག་ལག་ཁང་གི་སྲུང་མ་དཔལ་ལྡན་ལྷ་མོ་དུང་ཕྱུར་དབང་མོ་གནས་བཅའ་ཡུལ་མཚོ་འདི་གི་དེ་ནས་དབུས་སུ་ཡིན་པར་གྲགས་པས། གནས་འདི་ན་ལ་དེ་ནས་དུང་མཚོ་ཟོར་ཞེས་ཐོགས་པ་དང་དེའི་ཤར་ལྷོའི་སོར་གྱི་ས་ཆ་ལ་དུང་མཚོ་ཟེར་བར་གྱུར་པ་རེད། ཨོ་ཡ་དེ་ནི་ལྷ་སྡེ་གཙུག་ལག་ཁང་མ་གཞན་པའི་གོང་དུ་ན་ལ་ས་ཆ་དུ་ན་མཚོ་བཅས་ཡོད་པ་མཚོ་དེ་གི་བཅས་རྫོགས་དགོས་ན་དབུས་རྫོགས་དགོས་ན་དུ་ན་ལ་དེ་ནི་གཙུག་ལག་ཁང་གི་སྲུང་མ་དཔལ་ལྡན་ལྷ་མོ་གི་དེ་ནི་དང་འདུག་ས་དེ་ནི་སྲུང་མ་དཔལ་ལྡན་ལྷ་མོ་གི་སྟེང་མཁར་རྫོགས་དགོས་ན་མོའུ་འདུག་ས་གོང་མཁར་དེ་དེའི་མཚོ་དེ་གི་དཀྱིལ་དབུས་དུ་ན་ལ་ཡོད་རེད་ཟེར་པ་དེ་འདྲ་གི་བཤད་སྲོལ་ཅིག་ཡོད་པ་ཨོ་ལ། དེ་དེ་བཟུང་ཡོང་དུས་ལྟ་ན་ལས་དེའི་ཚོགས་དེ་གི་ཟོར་དེ་ལ་དུང་ཚོགས་ཟོར་ཞེས་པ་ངའི་ས་ཆ་དེ་འདྲ་ཅིག་ཆགས་པ་རེད། མེ་དེ་ལྟར་དུ་ཐོགས་པ་རེད། དེ་ནས་དེ་འཕོ་འགྱུར་ཅི་འདྲ་ཡོང་བ་རེད་ཟེར་ན། དུང་ཚོགས་ལྷ་མོའི་སྐོར་ལ་དམངས་ཁྲོད་དུ་བཤད་རྒྱུ་འདི་འདྲ་ཞིག་ཡོད་པ་སྟེ། དུང་ཚོགས་རྫོགས་རྒྱུ་དེ་གི་སྐོར་ལ་དེ་ནས་དམངས་ཁྲོད་ལ་བཤད་རྒྱུ་འདི་འདྲ་ཅིག་ཡོད་རེད། བོད་བརྒྱུད་ནང་བསྟན་གྱི་གྲགས་ཅན་གྱི་སྲུང་མ་དཔལ་ལྡན་ལྷ་མོ་ལ་བུ་མོ་གསུམ་ཡོད་པ་རེད། བུ་མོ་གསུམ་ཡོད་པ་གི་དེ་ནས་བུ་མོ་ཆུང་བ་དེ་དཔལ་ལྷ་མོ། འབྲིང་བ་དེ་དུང་ཟུར་ལྷ་མོ། དེ་ནས་བུ་མོ་ཆེ་བ་དེ་ལྷ་མོ་འབར་གདུང་མ། འོ་དེ་བས་དུས་དང་ན་ལ་བུ་མོ་གསུམ་ཡོད་པ་རེད། བུ་མོ་འབྲིང་བ་དུང་ཟུར་ལྷ་མོ་དེ་དེ་ནས་ཆུང་དུས་དེ་ནས་རྩེད་མོ་རྩེད་རྒྱུ་དང་ན་ད་ལྟའི་ལ་སོགས་པ་གི་འཁྱམ་རྒྱུ་ལ་སོགས་པ་དེ་ཚོ་ལ་དགའ་བོ་ཡོད་པ་དེ་འདྲ་གི་བུ་མོ་སྐྱེས་རེད།

དུང་མཚོ་ལྷ་མོ་ཀ་དེ་ནི། ཟོར་དུ་མ་གཅིག་ཨ་མ་ཞིག་མེང་དུ་བཏགས་པའི་ཁང་པ་སེར་པོ་ཞིག་ཡོད་པ་དེ། དེ་སྔ་ཏཱ་ལའི་བླ་མ་སྐུ་འཕྲེང་དྲུག་པ་ཚངས་དབྱངས་རྒྱ་མཚོ་རྟག་ཏུ་ཕེབས་སའི་ཁང་པ་ཞིག་དང་དེར་ཁོང་གི་མགུར་གླུ་ཡང་འདིར་འབྲི་རྩོམ་གནང་བ་ཡིན་ལུགས་ས་ཆ་དང་ནམ་རྒྱུན་དག་དེ་རེད།

དཔལ་ལྡན་ལྷ་མོ་མཆོག་ས་ག་ལྷ་དགོངས་དང། དེས་མ་མྱོང་བ། ཁང་པ་སེར་པོ་དེ་ཚོ། དེ་ནས་ཏཱ་ལའི་བླ་མ་སྐུ་ཕྲེང་རབ་བཟུང་དེ་ཚོ་ཕེབས་མྱོང་བ་གི་ཁང་པ་ཡིན་པར་ཀུན་གྱིས་གླེང་བས། མ་བཅོས་ཨ་མ་ཞེས་པའི་ཁང་པ་དེ་ཚངས་དབྱངས་རྒྱ་མཚོས་འགུལ་བློ་རྩོམ་གནང་ས་ཡིན་པས་མདོར་ཚོ་ལ་མི་མང་པོ་དོགས་པ་ཡང་སེམས་མཁན་ཡོད་རེད།

དེ་ནས་མིག་སྔར་ད་ལྟའི་ཁུལ་དེ་ན་ལ་ཚོང་ཁང་དང་གྱ་ཁང་ཟ་ཁང་སོགས་མང་པོ་ཡོད་པ་མ་ཟད་བོད་བརྒྱུད་ནང་བསྟན་ཆོས་ལུགས་ཀྱི་འཇིམ་བཟོ། འཇིམ་སྐུ་དེ་ཚོ་མངགས་བཟོ་གནང་ས་ཕར་བྱས་པ་ཡང་དེའི་ཁུལ་གྱི་ས་ཆ་དེ་ན་ལ་ཡོད་རེད་ཟེར་དོང་ཚུལ་ཟུར་ཟེར་བ་དེ་ས་ཆ་དེ་ན་ལ་ད་ལྟ་དེ་འདྲས་ཀྱི་ཆགས་ཡོད་རེད་ཟེར་འོ་དེ་ཡན་ཆད་དེ་དོང་ཚུགས་ཟུར་ཟེར་བ་དེ་ངོ་སྤྲོད་རེད་འདུག། Doying།